ད་རིང་ཨ་ནེ་རྒན་དུ་རི་ལང་ཕྱིན་སྔ་ཁྱེད་རང་གི་གླུ་གཞས་དགོང་ཚོགས་དེ་ཕེབས་པ་མ་ཟད་ད་ལྟ་གོང་ལ་ཡང་ཁོང་གིས་ཁྱེད་རང་དང་མཉམ་དུ་རྡུང་ལེན་མཉམ་ལེན་གནང་སོང་ཨ་ཁྱེད་རང་ལ་ཡང་དགོང་ཚོགས་རེ་རྗེས་ག་རེ་ཞུ་ཡ་ཡོད་ན། ལ་སོགས། ད་གི་རྒན་དུ་རི་ལང་མཚོན་ན་ངོ་མ་ང་ལ་ཧ་ལས་པ་བཀའ་དྲིན་ཆེན་པོ་ཡིན། གཅིག་ན་དགྲ་གཉེན་སྤྲོད་ལེན་གྱི་ཆེས་ཐོག་མ་ནས་བཟུང་སློབ་ཁྲིད་བྱས། དེ་ནས་ད་དགྲ་གཉེན་གྱི་ཞིབ་བཤེར་སྐོར་ནས་ཀྱང་མཛུབ་སྟོན་གང་མང་བཞག་གནང་མྱོང། ལྟ་སྒམ་རྡོ་རིང་ལ་མཚོན་ན་བགྲོ་གླེང་འདི་བགྲོ་གླེང་པ་ཙམ་མ་ཡིན་པར་རིག་གནས་ཀྱི་ཆུ་ཚད་མཐོན་པོ་དང་དེ་ནས་མིའི་གཤིས་ཀ་ཡག་པོ། ཁ་ཡག་དང་གཡོ་སྒྱུ་མེད་པ། དེ་ནས་བྱ་བ་གང་ལ་ཡིན་ན་འགན་འཁུར་མཁན་དག་དགེ་རྒན་ཞིག་གི་ཆ་རྐྱེན་ཡོངས་སུ་རྫོགས་པ་ཞིག་ཡིན། ད་ཐེངས་དགེ་རྒན་རྡོ་རིང་གི་ལྟ་སྐོང་བ་གནང་ནས་ཕར་ཕྱིར་ཟླ་བ་གཅིག་འདྲ་ཙམ་འགོར་སོང། ཉི་མ་ཉི་ཤུ་ནང་གཟའ་ཉི་ཤུའི་ནང་ན་དགེ་རྒན་རྡོ་རིང་གི་སྐོང་བ་གནང་ནས་བསྡད་ཚུལ། ཡིན་ནའང་ད་ཐེངས་ངས་ཁྱེད་ཚོར་འདིའི་སྟེང་ན་ཡང་དངོས་སུ་ཕེབས་ནས་ང་ངོ་མ་སེམས་གཏིང་ནས་དགེ་རྒན་ལ་བཀའ་དྲིན་ཆེ་བཞིན་ནི་ཡིན་ཁ་དྲོ་དགེ་རྒན་ཚེ་རིང་བློ་བརྒྱ་བཀའ་དྲིན་ཆེ། ཐོ་ཆེ་ན་སྟག་མོ་ནས་རྒན་དུ་རིང་ལ་ཁྱེད་རང་ངོས་ནས་ཞུས་བའི་ཡིན་བཀའ་དྲིན་ཆེན་པོ་ཞེ་དྲག་རེད་རྒན་ལགས་ཐོ་ཆེ་ན།
ངོ་མ་ཕ་མ་བཟང་ངོ་བོ་ཕྲུག་དང་དགེ་རྒན་བཟང་ངོ་དགེ་ཕྲུག་སི་གོ་ནོ་ཧྥེ་ཡོད་བཞིན་དུ་དགའ་ནི་རྡོ་རི་ལགས་ཀི་འདི་མོ་གི་ཅིག་མ་གདོང་ལེན་པ་ཚར་དན་ཟིག་སྐྱེ་བསྲིང་བྱས་པ་འདི་ལ་ངའི་ཨ་མདོ་གི་གདོང་ལེན་ལ་དགའ་མཁུན་ཉན་མཁུན་ཁྲི་སྟོང་ངོ་གི་ཚབ་བྱས་ནས་བཀའ་དྲིན་ཆེ་བྱས་པ་ཡིན། དེ་ན་ལ་མ་ལྷར་གྱི་སྐུ། རྒྱུད་གོས་འཁྲབ་སྟོན་ན་གྲབ་རིག་ན་ཅོག་ཙེ།
རེད་ཨང། ད་ག་རང་རེད་ད་གན་རྡོ་རིང་ལ་ཡིན་ན་ནི་ཨ་མདོའི་རྡུང་ལེན་གྱི་དགེ་རྒན་ཆེན་མོ་རེད་ཨ་ནི་ཡུལ་ལུང་སོ་སོ་ན་སློབ་མའི་ཧ་ཅང་གི་མང་པོ་འདུག་ཨང་གན་རྡོ་རིང་ལ་ད་ཁྱེད་རང་གི་སློབ་མ་མང་པོའི་ཁྲོད་ནས་ཆེས་ཨ་ནི་གཞས་མ་ལྷ་སྐྱིད་ལ་ཡིན་ན་ཕུལ་དུ་བྱུང་བའི་སློབ་མ་ཞིག་རེད་ཟེར་ན་འགྲིག་གི་རེད་བལ། ཡིན་དང་ཡིན། ལ་མ་ལྷར་གྱིས་ལ་མཚོན་ན་ང་ཨ་མདོའི་སྤྲུ་ལིང་ཁོར་ནས་སློབ་ཁྲིད་ཅུང་ཙམ་རེ་ཞུས་ཡ་ཡིན། མོ་ཡིན་ན་སློབ་ཕྲུག་གི་སྐབས་སུ་བོད་མི་རིགས་ཀྱི་གླུ་གཞས་རིག་གནས་སྒྱུ་རྩལ་དུ་འཛིན་སྐྱོང་སྤེལ་གསུམ་བྱེད་རྒྱུ་དེ་རང་གི་འཁྲབ་སྟངས་ལྟ་བ་པའི་དབུ་འགན་འཇུག་ཐུབ་རྩིས་ཏེ་སློབ་ཁྲིད་ལ་ནན་ཏན་དང་གཟབ་རྒྱུག་བྱེད་ཐུབ་ཀྱི་རེད། དེའི་འཕྲོ་ནས་ད་གོང་ནས་ང་ཚོས་བསམ་བཞིན་པ་འདི་རེད། མོའི་ལྟོ་གཞས་དང་འབའ་གཞས་གེ་སར་སྒྲུང་གླུ་ཨམ་དུག་སྤྲོ་ལེན། དེའི་འཕྲོ་ནས་དམངས་གླུ་དང་དེང་རབས་གླུ་བརྗིད་ལ་སོགས་པ་སྣ་གང་མང་གཟུགས་བསླངས་སོང། འདི་ཚང་མ་མུའུ་དཀར་མོའི་ཚགས་དང་རྐོ་མུའུ་རྒྱལ་ཧོད་དུ་ལག་བསམ་བྱུང་བའི་སློབ་སྦྱོང་གི་འབྲི་རུ་རེད། འདིའི་ཐོག་ནས་ང་ཚོའི་གསར་སྐྱེས་གླུ་བ་གླུ་མ་ཚོ་ཡང་སློབ་སྦྱོང་གི་སེམས་ཤུགས་གཟུགས་བརྡ་སྣེ་ཁྲིད་ཀྱི་ནུས་པ་ཞིག་ཐོན་ཐུབ་པའི་ཡིད་ཆེས་བཅངས་ཡོད། དེའི་འཕྲོ་ནས་ད་མུའུ་སློབ་སྦྱོང་གི་བརྒྱུད་རིམ་འདི་ལ་ཐུགས་ཁུར་དང་མཐུན་རྐྱེན་སྒྲུབ་མཁན་གྱི་དག་འབྲེལ་ཡོད་ཀྱི་མི་སྣ་ཡོངས་དང་དེའི་འཕྲོ་ནས་དེ་རིང་གི་དམུས་དགོང་ཚོགས་འདུ་ལ་རྒྱབ་སྐྱོར་གྱི་ཚུལ་དུ་དེ་རིང་གི་ཚོགས་ར་འདི་ལ་དངོས་སུ་ཕེབས་ཡོད་པའི་སྒྱུ་རྩལ་བ་ཚང་མ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་བཞིན་ཡིན། དེའི་འཕྲོ་མཇུག་མཐར་དམུས་ཨ་མདོ་བརྙན་འཕྲིན་ཁང་གི་མི་འབྲེལ་གླུ་གཞས་ཆེད་ཚོགས་དང་རིགས་སྐལ་རྒྱན་གྱི་བཀའ་རྟགས་འདི་བརྒྱུད་ད་དུ། རྣམ་པ་ཕུན་སུམ་ཚོགས་པའི་མོ་རང་ཉིད་ཀྱི་གླུ་གཞས་ཆེ་ཚོགས་འདི་རྒྱལ་ཁའི་ངང་ལེགས་འགྲུབ་བྱུང་བ་ལ་རྟེན་འབྲེལ་ཞུ།
ཐོ་ཆེ་ན་ཐོ་ཆེ་ན། ཨ་ནི་རྒྱལ་དུ་རིང་ལགས་ཁྱེད་རང་གིས་ནས་ཨ་ནི་ཕྱིས་འབྱུང་མུ་མཐུད་ནས་ད་ཞེས་མ་ལྷ་སྐྱིད་ལ་ནང་བཞིན་ཕུལ་དུ་བྱུང་བའི་སློབ་མ་གང་མང་གསོ་སྐྱོང་གནང་རྒྱུའི་རེ་བ་ཞུ་གི་ཡིན། རེད་རེད་རེད་དེ་ན་དེ་རིང་གི་གོ་སྐབས་འདི་སྟེང་དུ་ངས་ཡི་གེ་མདོ་རིས་ལགས་ལ་ད་རུང་མུ་མཐུད་དུ་གདོང་ལེན་གི་སྐོར་ནས་གབ་བརྡ་ཟེར་ན། ད་ཨ་མདོ་གི་གདོང་ལེན་འདི་ད་གདོང་ལེན་འདི་ཨ་མདོ་གི་ཡིན་ཏེ་ད་རེས་དེ་འདྲ་གི་ཅིག་དེ་མ་ཟིག་མགོར་མེད་ནས་རྒྱུ་མཚན་དུ་མོ་ཟེར། དེ་འདང་ན་དེ་རིང་ནང་ཁ་གི་རིག་གནས་སྣ་མང་གི་ཚགས་ལབ་དགུང་དུ་འཁྱེར་བཞིན་པའི་དུས་སྐབས་འདི་ལ་ཨ་མདོ་གི་གདོང་ལེན་འདི་དར་ཁྱབ་ཏུ་འགྲོ་རྒྱུ་འདི་དགེ་མཚན་ཆེ་ག་ནོར་པ་ཆེ་གི་ཡང་གཅིག་བྱས་ན་ད་སྒྲ་སྙན་གདོང་ལེན་འདི་གི་མང་བའི་འདིར་འབྱུང་གི་ཐ་ནས་རྒན་ལགས་ཀྱི་གབ་བརྡ་ཟེར་ན།
ལགས་སོ། སྤྱིར་སྐུ་དང་རབ་བདམས་ཁྲིམས་དུས་རབས་ཤིག་ལ་སླེབས་ཡོད་པའི་ཆ་ནས་རིགས་ནི་གང་ཡང་ས་ཁྱབ་རྡོ་ཁྱབ་ཏུ་འགྲོ་རྒྱུ་དེ་ཧ་ཅང་རྒྱུན་ལྡན་ཟེར་བའི་བསམ་གི། དེའི་འཕྲོ་ནས་ཨ་མདོའི་སྤྲུལ་གླིང་ལ་མཚོན་ན་དར་ཡིན་དུས་ཚོད་ཐུང་ཐུང་རེད། ཡིན་རུང་དུས་ཚོད་ཐུང་ཐུང་འདིའི་ནང་ཨ་མདོའི་སྤྲུལ་གླིང་ལ་ང་ཚོ་གླུ་བ་གླུ་མ་ཚོས་རིགས་ཀྱི་རྣམ་དཔྱོད་ཀྱི་ཁྲོད་ནས་རང་གཤིས་ཟིག་གྲུབ་ཡོད་རང་ཚུགས་ཟིག་ཆགས་ཡོད། མ་འོངས་བ་ན་ཡང་སྒྱུ་རྩལ་འདི་གནས་གང་དུ་དར་ཡང། འདིའི་རྣམ་པ་དང་ཁྱད་ཆོས། ངོ་བོ་སོགས་མ་འདྲེས་པའི་ཐོག་ནས་ལག་ལེན་བྱེད་རྒྱུ་ནི་ངའི་སེམས་ཐག་གི་རེ་བ་ཉག་གཅིག་ཡིན།
ཐུགས་ཆེ་གནང་ཐུགས་ཆེ་གནང། རེད་བཀའ་དྲིན་ཆེ་དགའ་ལ་བཀའ་དྲིན་ཆེ། རྒན་དུ་རིན་ལགས་ཧ་ཅང་གི་ཡག་པོ་གསུངས་གནང་སོང། ཆོས་གོ་རྣམ་པ་ཚོ་ཨ་མདོ་ཀླུང་ཆེན་གྱིས་བསྟུད་མར་སྒྲུབ་བཞིན་པའི་ནི་མུ་འབྲེལ་གྱི་གླུ་གཞས་ཚེ་སྲོག་གངས་རིའི་སྐར་རྒྱན་ལས་ན་གཞོན་གཞས་མ་ལྷ་སྐྱིད་ཀྱི་ནི་གླུ་གཞས་དགོངས་རྫོགས་འདི་མཇུག་བསྒྲིལ་ལ་ཉེ་བའི་མཇུག་མཐར་གཞས་མ་ལྷ་སྐྱིད་ལགས་ནས་བཀྲ་ཤིས་ཆར་པ་ཟེར་བའི་གླུ་གཞས་ཤིག་ཕུལ་ནས་ད་ལྟ་གཟིགས་མོ་གཟིགས་བཞིན་པའི་གྲོགས་པོ་ཡོངས་རྫོགས་བཀྲ་ཤིས་བདེ་ལེགས་ཡོང་པའི་སྨོན་འདུན་མཚོན་པ་བྱེད་རྒྱུ་ཡིན། ཚང་མས་ཉམས་སུ་བཞེས་རོགས།